ད་སུ་ཆོས་ལུགས་ལྟ་གྲུབ་ཡོད་པའི་ཆོས་ལུགས་ཚང་མ་ལ་མི་ལ་ཕན་གི་ཡོད་རེད་དངོས་ནས་དྲ་གནས་ཀྱི་ད་རྗེས་སུ་ཡི་རངས་བྱས་བྱས་དེ་ཆོས་ལུགས་ནང་པར་ཚུར་བསྒྱུར་ཡག་གི་འབད་རྩོལ་བ་ད་ནམ་ཡང་བྱས་མ་མྱོང་བྱེད་རྒྱུ་ཡང་མ་རེད་ཨ། ལོ་གཅིག་བྱས་འདུག་ཕ་རང་སི་ལི་ཡ་འཇར་མན་གཅིག་སྦྱིན་བདག་བྱས་བྱས་ཅིག་ནང་ཆོས་ཀྱི་པའི་བསྟི་གནས་རུ་ཆེན་པོ་ཞིག་རྒྱག་ཡག་ཅིག་དེ་དུས་ཨ་ང་དེ་ཐུགས་སུ་ཁོང་ཚོ་འཆར་གཞི་དེ་འདྲ་ཡིན་ས། ཨ་ནི་ངའི་དེ་ང་བཟོས་ནི་ཡིན། ཨ་ལྟ་དེ་བསམ་བློ་ཡག་པོ་བཏང་བ་རེད། ང་ནང་པ་རེད། ནང་པ་རེད་དེ་ཡིན་ནའི། France ཨེ་ནས་ནང་པའི་ལུང་པ་མ་བཏགས། དེ་འདྲ་ཡིན་དུས་ཙང་ནས། ནང་པའི་ལུང་པ་མེད་ངེས་དེ་ནང་ལོག་ལ་ཡར་ཅིག་གི་ནང་པའི་ཆོས་ཀྱི་ཅིག་བསྟི་གནས་ལོག་པའི་ཆེན་པོ་བཞི་པོ་དེ་འདྲ་རྒྱལ་བ་ཡིན་ན། དེ་རེན་པོར་ཆེ་ཨ་ཡོད་ན། དཔེར་ན་ང་ཚོ་དེ་སྔོན་ནི་བོད་པ་དང་ནང་པའི་ལུང་པ་རེད། ཅི་ཙང་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡེ་ཤུ་ལྷ་ཁང་ཆེན་པོ་ཞིག་རྒྱས་པ་ཡིན་ན་ཡེ་ཤུ་ལབ། སྤྱི་བཏང་ལབ་གྲ་འགྲིག་ག་རེད། ཡེ་ཤུ་ལྷ་ཁང་ཆེ་ངག་པས་ཡེ་ཤུ་ཆོས་ལབ་ཡག་བྱེད་ཀྱི་བྱེད་ཀྱི་དེ་བསྟི་གནས་རུ་བཙུགས་པ་ཡིན་ན་ང་ཚོ་ག་རེ་དྲན་པ་འདུག་ཨ་ནི།

གཅིག་བྱས་ན་ང་སྡིག་པ་ཆུང་བས་འགྲོ། ང་བཅོམ་ལྡན་འདས་ཀྱི་སྦྱིན་བདག་དགེ་སློང་གཅིག་རེད། ཨེ་ནས་ནང་པའི་བསྟི་གནས་ཆེན་པོ་ཞིག་བཙུགས་ཡིན་ཞེས་ལབ་དུས་ངས་དེ་མ་བཙུགས་ཟེར་ལབ་ཙང། ང་ད་སྡིག་བྱེད་པ་སྡིག་བྱེད་པ་ཡིན་ད། བྱས་བྱས་ཨེ་ལོག་གེ་དེ། དེ་འདྲས་ཡིན་ན་བཙུགས་ཡག་གི། མི་དངུལ་ཆད་སྡུག་ཟིག་ཡོད་པ་ཡིན་ན། ཐའི་ལེན་སོགས་སུ་བཙུགས་ཡིན་ཡག་བར་གདའ། དེ་མེད་ན་བེང་ལོར་སོགས་སུ་བཙུགས་ཡིན་ཡག་བར་གདའ། རྒྱ་ནག་སྡུག་ཟིག་ཡིན།